Hi, welcome to my channel to the place. ཁ་མ་ན་ཅན། དེ་ནས་ཨ་རིའི་སྲིད་འཛིན Trump གྱི་སྲིད་གཞུང་ནས་ཨི་རན་གྱི་རྡུལ་ཕྲན་མཚོན་ཆའི་ལྟེ་གནས་གསུམ་ཡ་ནི་ཏོ་སུ་བར་བཙན་བསྐྱལ་བའི་གནས་ཚུལ་དང་འབྲེལ་བའི་ཐོག་ནས་འཛམ་གླིང་མགོ་ཁྲིད་ཁག་ཅིག་གིས་ནི་དེ་ཡི་བརྡ་ལན་གྱི་གནས་ཚུལ་ཁག་ཅིག་ཞུས་པ་ཡིན། ད་ཨ་རིའི་གྲོས་ཚོགས་ཚོགས་གཙོ་དགུང་ལོ་བགྲེས་ཤོས

དེ་ནི་པ་ཀི་སི་ཐན་གྱི་སྲིད་བློན་ཤ་བྷ་ཤི་རི་གིས་ནི་ད་ལྟའི་ཨ་རི་ནི་ཨི་རན་ཡ་འཐབ་འཛིང་བྱས་ཏེ་ནི་བད་ནོབ་རེད། དེའི་རྒྱལ་ཐབས་ཕ་གི་ཨ་ཅེ་ཤར་ཨེ་ཤི་ཡ་གི་ནང་ལོ་ཡ་ཟིང་འཁྲུག་བསླངས་བྱས་མ་འོངས་པའི་རྙོག་དྲ་དང་དཀའ་ངལ་ཆེ་རུ་འགྲོ་ཡ་གི་ལས་ཀ་བྱས་པ་རེད་ལམ་སྐྱོན་བརྗོད་བྱས་པའི་གནས་ཚུལ་བཅས་རེད་དེ་ཤ་ད་རྩ་བའི་ཉི་མ་གཅིག་གི་གོང་ཡ་པ་ཀི་སི་ཐན་ནས་ཨ་རིའི་སྲིད་འཛིན་ཀྲུམ་ཡ་འཛམ་གླིང་ཞི་བའི་གཟེངས་རྟགས Nobel Peace Prize གི་ཁ་ལོར་ཡ་ཐོ་དུང་ཐུ་རི་ཡ་ཏུ་བསྐྱལ་བ་རེད་ནས་ད་དེ་ཉི་མ་ཕྱི་ཉིན་དེ་ལ་འདུག་སྨྲ་བརྒྱབ་བཞག་པའི་གནས་ཚུལ་བྱུང་བ་རེད་བྱས་ཙང་གི་རྒྱ་གར་གྱི་ད་ལྟའི་ཁ་ཆེ་གི་ཆབ་སྲིད་ཚོགས་པ Oasis གྱི་ནི་ད་པ་ཀི་སི་ཐན་གྱི་ཨ་རིའི་སྲིད་འཛིན་ལ་ནི་ནོ་བེལ་ཞི་བའི་ཚིག་མདའ་བཅའ་ཡ་དེ་ད་དི་རི་བས་ལ་ནི་སྐྱོན་བརྗོད་བྱས་པའི་ནི་ཚུལ་བཅས་རེད་ཤག་ག་ད་དམངས་ཕྲུག་རྒྱབ་ངས་གི་མི་གཅིག་ཡ་ནི་ཞི་བའི་ཚིག་མདའ་གི་ཐོ་གཞུང་བསྐྱལ་བ་རེད་སྟབས་ཀྱི་ཨ་ནི་ཆ་ལི་རྒྱ་བའི་རྣམ་པ་སྟོན་པའི་ནི་ཚུལ་བཅས་འདུག་དེ་ནི་འཛམ་གླིང་མཉམ་འབྲེལ་རྒྱ་ཚོགས་གི་དྲུང་ཆེ་ལ་བོ་རེད་ད་ག་ད་ཚོགས་གཙོ། Secretary General Antonio Guterres གིས་ཨང་ད་ཁོ་རང་འགྲོ་བཞིན་ནས་གནས་ཚུལ་དེའི་གོ་བ་འདི་པའི་ཐང་སང་ཧན་མཐོར་སོང་ཟེར་བ། གང་ལྟར་ད་ལྟའི་པེ་མི་སི་གི་ཉེན་ཁ་ཚ་བོ་གི་ལས་གཞི་ཅིག་ཆགས་པ་རེད། རྩ་བའི་འཛམ་གླིང་ཁྱོན་ཡོངས་ཀྱི་ཞི་བདེ་དང་བདེ་འཇགས་ལ། ཉེན་ཁ་བཟོས་ཡས་ཀྱི་ལས་གཞི་བཅས་སྤེལ་ཡས་པ་རེད་ཟེར་བ། གང་ལྟར་དོང་ནི་ཁོ་རང་ཨི་རང་ནི་ཞེ་སྣང་ཚ་བོ་ཡོད་རེད་ལབ་ཏུ་གྱུར་རེད་ད་འདིས་གང་ལ་དམག་རྒྱབ་པ་འདི་འདིས་ཞེ་སྣང་ཚ་བོ་ཆགས་ཏུ་གྱུར་པ་ད་གང་ལྟར་ཁོ་རང་གི་འདི་འདྲས་ཅིག་གསལ་བཤད་བྱས་ཏུ་གི་ཡོད་པ་རེད་ད་གང་ལྟར་དམག་རྒྱབ་ཆེད་ཨ་ནི་ཐབས་ལམ་གང་ཡང་ཡོད་མ་རེད་ད་ང་ཚོ་སྐད་ཆ་བཤད་ནི་ཐབས་ལམ་བཙལ་དགོས་ཀྱི་རེད་ཟེར་ནི་ཁོ་རང་གསལ་བཤད་བྱས་ཏེ་བས་ནི་ཚོའི་དཔྱད་རེད་ད་ཤག་ད་ནི་རྒྱ་གར་གྱི་སྲིད་བློན་ཤི་རི་ནར་ནྡ་མུ་དྷི་གི་ཨི་རན་གྱི་སྲིད་འཛིན་མཱ་སུད་པེ་ཛི་སི་ཁན་ཡ་ཁ་པ་དང་ཆ་ཀ་མ་བཞི་བཅུ་ཞེ་ལྔའི་ནང་དུ་སྐད་ཆ་བཤད་ཡོད་པའི་གནས་ཚུལ་བཅས་རེད་ཤ་ཙ་བྷེ་ད་ཀ་མོའི་ནང་ལོ་ཡའི་གནས་སྟངས་དག་རན་གང་ལ་བཀའ་མོལ་གནང་ཡོད་པ་དང་ནི་ད་ལྟའི་ཆ་ནས་ད་ཕ་གི་གི་ཁ་ལོ་འོ་བདེ་འཇགས་དང་དེ་འདྲའི་ག་རེ་ཡོད་མེད་དེ་འདྲའི་གང་ལ་གྲོས་མོལ་བྱས་ཡོད་པའི་གནས་ཚུལ་བཅས་རེད་ཤ་ཐ་ན་ཤི་རྒྱ་གར་སྲིད་བློན་མུ་དྷི་གིས་ད་དམག་མཚམས་བཞག་ཡས་ཀྱི་ཐོག་ལ་འབད་བརྩོན་གང་ཐུབ་བྱེད་རོགས་བྱས་ཟེར་ནས་རེ་སྐུལ་ཞུས་ཡོད་པའི་གནས་ཚུལ་བཅས་རེད་འདུག་ཤ་དེ་ནས་གནས་ཚུལ་འཕྲུལ་བཤད་ཅིག་ལས་ད་ལྟའི་ཨི་རན་གྱི་གནམ་ལྟ་ལུང་པ་ཚང་མ་ལ་བཀའ་བཞག་པ་རེད། དེ་ནས་རྒྱ་གར་གྱི་གནམ་གྲུ་ཨི་རན་ལ་བབས་བཅུག་གི་ཡོད་རེད་ཟེར་ནས་དེ་འདྲའི་དཔྱད་བཤད་སྟེགས་འདུག་གང་ལྟར་ཨི་རན་ལ་ཡོད་བསྡད་པའི་རྒྱ་གར་གྱི་སློབ་ཕྲུག་བརྒྱ་སྐོར་ཅིག་དེའི་མཉམ་དུ་བོད་ཡུལ་དང་ཤི་རི་ལང་ཀ་གྱི་མི་ཁག་ཅིག་བྱས་བྱས་འདུག་རྒྱ་གར་རྒྱལ་ས་ལྡི་ལི་རེད་ད་གང་དག་ཚུ་འོ་དྲན་བྱས་ཐུབ་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་དེ་ནི་ར་ཤི་ཡ་གི་སྲིད་འཛིན་ཟུར་པ་ལགས་རོ་གང་དག་དག་ན་ཞིག་ར་ཤི་ཡ་གི་བདེ་འཇགས་སློབ་སྟོན་པ Security Council Dmitry Medvedev ཁོ་རང་གིས་སྐྱོན་བརྗོད་བྱས་བྱས་ཨ་རིའི་སྲིད་འཛིན Trump གིས་ད་ཨ་རིའི་དམག་ནང་ལ་ཡར་བསླུག་གི་འདུག་ཟེར་བ་ད་ཁོ་རང་ནོ་བེལ་ཞི་བའི་གཟེངས་རྟགས་ནི་རེ་བ་ཧོར་རྒྱལ་ཡོད་མ་རེད། དམག་རྒྱལ་གྱི་ལས་གཞི་འགོ་བཙུགས་ཚར་བ་རེད་ཟེར་བ་དེ་འདྲའི་བྱས་ཞེས་བསྡད་ཀྱི་འདུག་གང་ལྟར་ད་ད་ལྟའི་ལས་གཞི་དེ་བྱས་པ་ཡིན་ན་ཨི་རན་སྔར་ལས་ཤུགས་ཆེ་ཆགས་རྗེས་ཨ་རི་ཡར་འཐབ་འཛིང་བྱེད་ཀྱི་རེད་ལན་དེ་འདྲའི་གནས་ཚུལ་བཅས་རེད་དེ་ཤ་ད་གང་ལྟར་ཨ་རི་ནི་ཨི་རན་གང་ལ་ཡང་ད་ལྟའི་བར་བརྩེ་ག་བས་ཏེ་པས་མི་སེར་གྱི་ནུས་འདུན་ཆེན་པོ་བཟོས་ཡོད་པ་དང་ཁྲིམས་འགལ་ཆེན་པོ་རེད་ཟེར་ནས་བྱིན་བརྗོད་བྱས་ཏེ་བས་ནས་བཟོས་བཅས་རེད་དུ་བཤད། ད་ནི་ཤིག་ཁོ་རང་གི་བཀའ་མོལ་ནང་མུས་མཐུད་ནས་རྒྱལ་ཁབ་མང་པོ་ཅིག་གིས་ཨི་རན་ཡ་རྡུལ་ཕྲན་མཚོན་ཆ། Laura Kanda Nuclear Warheads། མུས་མཐུད་ནས་སྤྲད་ཀྱི་ཁས་ལེན་བྱས་པ་རེད་ཟེར་ནས་དེ་འདྲའི་དཔྱད་གཞི་བསྡད་ཀྱི་འདུག་ད་དེའི་ནང་ལོ་ཡ་ད་ལྟའི་ཨི་རན་གྱི་མཐུན་ཕྱོགས་རྒྱ་ནག་རེད་དེའི་རྡུལ་ཕྲན་མཚོན་ཆ་ཡོད་ངེས་ཀྱི་རྒྱལ་ཁབ་ཅིག་ཆགས་བསྡད་ཀྱི་ཡོད་པ་རེད། བྱང་ཀོ་རི་ཡ་རེད་དེའི་རྡུལ་ཕྲན་མཚོན་ཆ་ཡོད་བསྡད་ངེས་ཀྱི་རྒྱལ་ཁབ་ཅིག་ཆགས་བསྡད་ཀྱི་ཡོད་པ་རེད། ནི་གསུམ་པ་དེ་རོ་ཤི་ཡ་ཁོ་རང་ཚོ་ཡིན་ན་རྡུལ་ཕྲན་མཚོན་ཆ་ཡོད་བསྡད་པ་རེད་ད་གང་ལྟར་རྒྱལ་ཁབ་མང་པོ་ཅིག་གིས་ནི་ཨི་རན་ནས་རྡུལ་ཕྲན་མཚོན་ཆ་སྤྲད་ཀྱི་ངོས་ལེན་བྱེད་ཀྱི་འདུག་ལ་ནི་འདིས་རྒྱལ་ཁབ་གསུམ་ནི་མ་གཏོགས་འགྲོ་ས་མེད་ཅིག་གི་གནས་སྟངས་ཆགས་བསྡད་པའི་ནི་ཚུལ་བཅས་ཆགས་བསྡད་ཀྱི་འདུག། དེ་ནི་ཨི་རན་གྱི་ཕྱི་སྲིད་བློན་ཆེན་ཨར་སྦ་སི་ཨར་གྷ་ཆི་ནི་རེས་གཟའ་ཟླ་བ་ཡར་དུ་ར་ཤི་ཡ་ལ་ཐེ་བྱེད་ར་ཤི་ཡ་གི་སྲིད་འཛིན་པུ་ཏྲིན་མཉམ་དུ་མཇལ་འཕྲད་གནང་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཐང་ན་ཤི་ཨི་རན་གྱི་བདེ་འཇགས་སློབ་སྟོན་པ Dmitry Medvedev གྱིས་མུ་མཐུད་ནས་ཤི་ཡ་ཡ་ཨི་རན་ཡ་རྡུལ་ཕྲན་མཚོན་ཆ་ཡོད་རེ་བས་ལ་ན་སུ་གཅིག་ཧ་གོ་གི་ཡོད་མ་རེད་ཟེར་བ། ཨི་ཟི་རལ་ལ་ཡོད་རེ་བས་ལ་ན་ཚང་མས་ཡོད་རེད་ཟེར་ན་ཧ་གོ་གི་ཡོད་རེད། ཁྱེད་ཚང་གིས་ད་རྒྱལ་ཁབ་གཉིས་ཀ་ལ། སྐྱེ་ཤར་ཨེ་ཤ་ཡ་གི་འདི་རྒྱལ་ཁབ་ཚང་མ་ལ་རྡུལ་ཕྲན་མཚོན་ཆ་མེད་པ་བཟོས་གོ་གི་ཡོད་ན། ང་རྒྱལ་ཁབ་གཉིས་ཀ་ལ་མེད་པ་བཟོས་གོ་གི་རེད། དེ་ཡིས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་དང། ནི་ད་ལྟའི།

མར་ཨི་ཟི་རལ་ལ་ཨི་ཟི་རལ་ལ་རྡུལ་ཕྲན་མཚོན་ཆ་མང་པོ་ཡོད་རེད་ཡོད་པ་དེ་ད་ཁོང་ཚོའི་ལྔ་བཅུ་ཤེས་ངེས་འདུག་བདུན་བཅུ་ཤེས་ངེས་འདུག་དགུ་བཅུ་ཤེས་ངེས་འདུག་གང་ལྟར་ད་རྡུལ་ཕྲན་མཚོན་ཆ་ཡོད་ཡ་ཡོད་རེད་རེད་ཡོད་པ་དེ་ཡང་ཁྲིམས་དོན་ཕྱི་ནས་ད་བཟོས་ཡ་སྙན་ཞུ་རྒྱབ་བཅས་བཟོས་གི་ཡིན་སྲིད་དེ་འདྲའི་གི་ཏག་ཏག་བཅས་བསྡད་མེད་པའི་གནས་ཚུལ་ཡང་ཡང་ཐོས་བསྡད་གི་འདུག་ནི་ད་ཨི་རན་གི་བཟོས་ཡ་འབད་བརྩོན་བྱེད་གི་ཡོད་རེད་ད་འབད་བརྩོན་བྱས་པ་དེ་ཁྲིམས་འགལ་རེད་ལབ་པ་ད་བཟོས་ཚར་བ་དེ་ནི།

ཀྱི་ཁྲིམས་གཞི་བཟུང་བྱས་ན་རྒྱས་པ་རེད་ད་ཁྲིམས་མ་མཐུན་པའི་གནས་སྟངས་བྱུང་བ་རེད་ཟེར་ནས་དེ་འདྲའི་གལ་ཆེ་འགྱུར་བཅས་བྱས་བསྡད་ཀྱི་འདུག་དེ་ནི་རྒྱ་ནག་གི་ངོས་ནས་ཡིན་ན་ད་ལྟའི་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྲིམས་ཨ་རྒྱལ་སྤྱིའི་ཁྲིམས་མང་པོ་གཅིག་ལ་བལྟས་པ་ཡིན་ན་ད་གང་ལྟར་ཨ་རིག་གི་ཁྲིམས་རྒྱས་པ་རེད་སྲིད་འཛིན་ཀྲམ་གྱི་བྱེད་སྟངས་ནོར་བ་རེད་ཟེར་ན་སྐྱེ་ཤར་ཨེ་ཤི་ཡ་ལ་དུ་ད་གང་ལྟར་དམག་གི་རྒྱ་དེ་ཆེར་བཏང་པ་རེད་ཟེར་ནས་དེ་འདྲའི་དཔྱད་བཤད་བསྡིགས་འདུག་རྒྱ་ནག་ངོས་ནས་ད་ཕྱོགས་ཚང་མ་མཐུན་འབྲེལ་བྱས་བྱས་ནས་དམག་མཚམས་བཞག་ཡ་གྱི་ཐོག་ལ་རེ་བ་རྒྱག་གི་ཡོད་ཟེར་ད་ང་ན་ཤེས་མི་མང་དཀྱུས་མའི་བདེ་འཇགས་དང་སྲུང་སྐྱོབ་ཀྱི་ཐོག་ལ་ང་ཚོས་རེ་བ་བྱེད་ཀྱི་ཡོད་ཟེར་ནས་གང་ལྕོགས་ཕྱོགས་གཉིས་ཀ་ནས་བཀའ་མོལ་གནང་ཡ་གྱི་ལས་གཞི་མགོ་བཙུགས་རོགས་བྱས་ལབ་བྱས་ལྷ་ཁང་དུ་དེ་འདྲའི་གི་སྐད་ཆ་གཅིག་རྒྱ་ནག་ནས་བཤད་ཡོད་པའི་ནི་ཚོད་ཆལ་རེད་དེ་ཤ།

གང་ལྟར་ད་ལྟའི་མཉམ་འབྲེལ་རྒྱལ་ཚོགས་ཀྱི་བཅའ་ཁྲིམས་གཞི་བཟུང་བྱས་པ་ཡིན་ན་ཨི་རན་ཡ་ཁོ་རང་ཚོའི་རྒྱལ་ཁབ་སྲུང་སྐྱོབ་བྱེད་ཀྱི་བདག་དབང་ཆ་ཚང་ཡོད་པའི་ཁུངས་གཏུགས་བྱེད་ཀྱི་པའི་གནས་ཚུལ་བཅས་རེད་དེ་ཤ་ད་གང་ལྟར་ཨ་རི་ནི་ཨི་རན་གྱི་རྡུལ་ཕྲན་མཚོན་ཆའི་ལྟེ་གནས་ཁག་གསུམ་ཡང་ནི Bunker Buster ད་བེད་ད་འདི་བམ་བརྒྱ་པར་བ་མེར་སྐྱོག་བརྒྱབ་ལ་བར་བམ་བརྒྱ་པ་དེ་ཨ་ནི་དཔེ་མི་གསལ་གྱི་ཤུགས་ཆེན་པོ་མ་འགྲོ་ཐུག་གི་ཡོད་པ་ད་ས་ཆ་ག་བ་ཅིག་བརྒྱབ་པ་ནི་དེ་ནི་མ་ཕིད་ཉིས་བརྒྱ་སི་མ་འཛུལ་ཐུག་གི་ཡོད་པ་དེ་འདི་གའི་ནི་ཚོའི་དཔྱད་རེད་དེ་ཤ་ཨ་ནི་ད་འདི་ཨ་རིག་གི་བརྒྱབ་བཞག་པའི་བམ་འདི་གི་རིང་ཐུང་ཡིན་ན་བམ་ཁོ་རང་གི་རིང་ཐུང་དེ་ཕིད། ཉི་ཤུ་ཡོལ་བསྡད་པ་དང་ཉི་ཤུ་དང་ཕྱེད་ཁ་དང་དེ་འདྲའི་རྩིས་དེ་ཡིག་འདུག་ག་འདའ་ཞང་དགའ་ཆེ་ཆུང་དེ་ཨིན་ཆི་གསུམ་སོ་གཅིག་ཡོལ་བསྡད་པ་དེ་འདྲའི་གའི་འབར་རྫས་རྒྱ་བོད་པའི་ནི་ཚོའི་ཆས་རེད་དེ་ཤ་དེ་ནི་ཨ་རིའི་ནི་ད་ཁ་ཚང་འདུག་ཨི་རན་གྱི་ཐོག་ཡ་ནི་ཨ། P2 Bombers ལས་ནི་ད་ག་ཟླ་མི་ཤུགས་འཕུར་མདའ་ལ་བོར་བའི་བེད་སྤྱོད་བཏང་ཡ་དེ་ཡིན་ན་ཡང་ཨ་རིའི་གི་མ་འདྲ་བ་ཅིག་བེད་སྤྱོད་བཏང་ཡོད་པ་རྩ་བའི་དེ་འདྲའི་ཁག་ཁ་ཤས་ཀྱི་བཏང་རྗེས་མཐའ་མའི་ཨི་རན་གྱི་སྒང་ལ་སླེབས་དུས་དེ་འདྲའི་བདུན་ཚུགས་ཨི་རན་སྒང་ལ་ཁ་སྐོར་བྱས་ནས་བརྒྱག་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནས་ཨ་རིའི་རྒྱའི་དར་མདེལ་བི་ཀྲུའུ་གིས་ད་ག་འདའ་མེ་ཤུ་པུར་འདའ། ལའོ་རའི་གནམ་གྲུ་དམག་གིས་གནམ་དམག་གནམ་གྲུ་བེད་སྤྱོད་བཏང་བར་བ་ད་དེ་ཡིན་ན་ཨ་རིའི་རྒྱའི་ལུ་གུའི་ནང་ལོགས་ནས་ཀྱི་ཁ་ལོ་ར་དམག་གིས་གནམ་གྲུ་གོང་ཆེ་ཤོས་བཟོས་པའི་གནས་ཚུལ་བཅས་རེད་དེ་ཤ་དེ་འདྲ་གི་གནམ་གྲུ་རེ་ཡ་འགྲོ་ལ་བི་ལིན་གཉིས་དང་ཚགས་གཅིག་གནས་སྡོད་པ། ད་ག་འདྲ་དེའི་ཞུ་གུ་མི་མགྱོགས་ཀྱི་དེ་འདྲའི་གྱི་གནམ་གྲུ་གཅིག་བཟོས་པར་བ། ད་དེའི་བྱས་བྱས་ནི་ཁོ་རང་གི་འགྲོ་ཡ་གྱི་ཚད་འདྲ་བོ་དེ་ན། ཀི་ལོ་མི་ཀྲ་གཅིག་སྟོང་གཅིག་བརྒྱ། གཅིག་ཁྲི་གཅིག་སྟོང་གཅིག་བརྒྱ་བཅུ་གཉིས་སུ་འགྲོ་ཐུག་ཡོད་པའི་ནི་ཚོའི་བཅས་རེད་བྱས་དེ་ཡང་སྣུམ་གང་ཡང་བླུག་མ་དགོས་པའི་ཐོག་ནས་ལག་རེད། སྣུམ་ཡང་བརྒྱ་བླུགས་མ་དགོས་པའི་ཐོག་ནས་སྣུམ་གཅིག་བླུགས་ཀྱིས་དེའི་ཐག་རིང་བེད་སྤྱོད་བཏང་བྱས་ཏེ་གིས་ཀྱི་ཁ་ལོར་རྒྱང་ཐག་རིང་པོ་འགྲོ་ཐུབ་ཡོད་པ་དང་གང་ལྟར་འཛམ་གླིང་ས་ཆ་ག་བ་ལ་སླེབས་དགོས་ན་ཁོ་སླེབས་ཐུབ་ཀྱི་ཡོད་པ་དེ་འདྲའི་གི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་དེ་ནི་ཨ་རི་ནི་ད་ལྟའི་ཨི་རན་གང་ཡང་གཏོར་སྐྱོན་བྱས་བསྡད་ཀྱི་མིང་ལ་ཁོ་རང་སོགས་ཀྱིས

དེ་འདྲ་གི་མིང་བཏགས་པའི་གནས་ཚུལ་བཅས་རེད་དེ་ཤ་འདི་ནི་ཨ་རིག་གི་ལུག་ཁྱུའི་ནང་ལོག་ནས་ད་ལྟའི་ཨ་རིག་གི་གནམ་གྲུ་དེ་སྟངས་ཆ་འཐབ་འཛིང་བྱས་པ་དེ་ཐེངས་དང་པོ་འགྲོ་ཆེ་དེ་ནང་ནས་ད་འདོད་གནམ་གྲུ་དེ་འདྲའི་མང་པོ་གཅིག་སྟངས་ཆ་ལས་ཀ་བྱས་པ་དེ་ཐེངས་དང་པོ་ཆགས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་འདི་ནི་ད་ད་ལྟའི་ཉེ་ཆར Operation མང་པོ་བྱུང་བ་རེད་ད་དང་པོ་རྒྱ་གར་གི Operation Sindoor བྱས་པ་རེད་དེ་རྗེས་ཡ་ནི

ནི་ཁོ་རང་གི་ཉེ་འགྲམ་ཡ་གྲ་རྒྱལ་གྱི་རིགས་ཏག་ལ་རིགས་ལ་བོར་ཁ་པར་དང་དེ་འདྲའི་གང་ཡང་མེད་ས་ཅིག་ལ། གང་ཡིན་ཟེར་ན་ད་ག་ནང་ཁ་པར་དང་དེ་འདྲའི་གི་ཐོག་ནས་ཡང་ཉེན་ཁ་ཚ་བོ་ཡོང་གི་འདུག་བཅུ་དྲུག་གོ་བར་ཅེས་ན་གི་ད་དེ་འདྲ་ཆུད་ནས་མེད་ས་ལ་བསྡད་ཡོད་རེད་ཟེར་ན་ཅིག་བཤད་བསྡད་ཀྱི་འདུག་དེ་ནི་ཨ་ཡོ་ཐོ་ལ་ཁ་མི་གནོད་ཀྱི་ཡང་ཁོ་རང་བསད་པའི་གནས་ཚུལ་བྱུང་བ་ཡིན་ན། ཁོ་རང་གི་ཚབ་ཡ་མི་གསུམ། ད་འདི་ད་ཁོ་རང་གི་མཐུན་ཕྱོགས་རྒན་པ་གསུམ། ད་ད་ནི་ད། བསྐོ་གཞག་གནང་ཡོད་རེད་ཟེར་དེ་འདི་གའི་གནས་ཚུལ་བཅས་རེད་དེ་བཞག། འདི་ནི China's National University of Defense Technology ད་རྒྱ་ནག་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོ་རུ་བ་དེས་རྒྱལ་ཁབ་ཀྱི་བདེ་འཇགས་ཀྱི་འཕྲུལ་ཆས་སློབ་སྦྱོང་བྱེད་ས་དེ་འདྲས་བྱས་པ་རེད་ད་ཁོ་ན་ཚོ་གིས་ད་འདི Drone ལོག་ན་ད་མི་མིན་གནམ་གྲུ་ཆུན་ཆུན་བཞི་བཞི་བཟོས་བྱས་ད་འདི་བུ་དུག་སྦྲང་ནང་བཞིན་རོ། Mosquito། དེ་འབྲེལ་གྱི་ཆེད་སྦྱང་བྱེད་སྲོལ་ཡོད་པའི་གནས་ཚུལ་བཅས་རེད་ད་ཤ་སྟག་ཁ་སང། ཁོ་རང་ཚོ་གཙུག་ལག་སློབ་གྲྭའི་སློབ་མའི་དགེ་སྡིག་ཡིད། མ་འགྲིམ་སྟོན་བྱེད་པའི་སྐབས་སུ་ང་ཚོས་ཛུ་གུ་པ་ར་ལ་དུག་སྦྲང་གཟིམ་གྱི་ཡོད་དེ་ནང་བཞིན་གཟིམ་བྱེད། སྟོན་བསྡད་པའི་གནས་ཚུལ་བཅས་རེད་ད་ཤ་སྟག་ཁོ་རང་ཚོ་གིས་བཤད་བྱས་པ་བྱས་ན། ད་ལྟའི། མི་མེད་གནམ་གྲུ་ཆུན་ཆུན་དུག་སྦྲང་བཟོ་འདྲ་བོ་དེ། གསོ་བའི་ལས་ཀ་བྱེད་ད་མི་ལྐོག་ཟས་རྒྱལ་ད་ད་གང་ད་དམག་རྒྱབ་དགོས་ན་དམག་གསང་བ་ཐོག་ནས་རྒྱབ་དགོས་ན། ད་ད་ང་ཚོ་ཅིག་མེ་ཤུགས་འཕུར་མདའ་ད་མི་མེད་གནམ་གྲུ་ཆེན་པོ་འདི་ཚོ་བཏང་ཡོང་དུས་ཧ་ནི་བར་ནམ་ཁམས་ནས་དུ་སྟོ་སྒྲུག་ཡོད་རོ་ད་ཅི་འཇི་དེ་འདྲའི་བུ་དུག་སྦྲང་འདྲ་བོ་ཅིག་བཏང་ཡོང་ན་ག་ནི་ལས་ག་རེ་ཧ་གོ་གོ་མ་རོ། ད་འདི་འདྲའི་གི་བེད་སྤྱོད་ངན་པ་བཏང་ཐུག་རེད་དམིགས་བསལ་གི་དམག་རྩིས་མཁན་དེ་འདྲའི་ལ་ད་གང་ད་ལྐོག་ངན་ཟས་དེ་འདྲའི་ཐོག་བེད་སྤྱོད་བཏང་ཐུག་ཡོད་པའི་གནས་ཚུལ་བཅས་བཤད་དེ་གི་འདུག། དེ་ནི་རྒྱ་གར་གྱི་ནང་སྲིད་བློན་ཆེན་ཨ་མིད་ཤཱ་གྱིས་བཤད་ཆ་བྱས་ན་པ་ཀི་སི་ཐན་མཉམ་དུ་སིན་གྱི་ཁ་འབབ་ཀྱི་ཙོང་པུ་གན་རྒྱ་དེ་ད་བསྐྱར་ནས་བསྐྱར་གསོ་བྱེད་ཀྱི་མེད་ཟེར་བ། གང་ལྟར་པ་ཀི་སི་ཐན་ད་ཆུ་མེད་ཆར་སྐོམ་གཞི་རྒྱག་པ་ནི་བྱས་ཡོད་མ་རེད། ང་ཚོའི་ཆུ་དེ་ང་རང་སུ་རྒྱ་གར་ལ་བེད་སྤྱོད་ཐོབ་པའི་ཐོག་ནས། ཨ་ནེ་སྡུག་ས་ཆུ་འགྲོ། ཀྱི་སུབ་ཆ་རྒྱབ་དགོ་ན་རྒྱབ་ཀྱི་ཡིན་སླད་སུ་རག་ད་ག་འདྲ། རྒྱ་གར་ནས་པ་ཀི་སི་ཐན་ལ་ཆུ་མ་བཏང་ཡག་གི་ལི་ཤི་དེ་མུ་མཐུ་ནི་ཉག་དེ་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤ། དེ་ནི་རྒྱ་ནག་དབུས་གཞུང་གི་གསར་ཁང་ནས་བཤད་བྱས་པ་ཕྱི་ན་རྒྱ་ནག་ནས six G ད་ད་ལྟའི་ང་ཚོའི་ཁ་པ་མང་ཆེ་བ་དེ་ད five G ལས་ཚ་བ་རེད་ལུང་པ་མང་ཆེ་བ་ད

ནི་ཁོ་རང་ཚོ་གི་དཔེ་མི་སྲིད་མྱུར་ཚད་མགྱོགས་པོ་ཡོད་པ་རེད། ད་དེང་སང་གསར་གཏོད་ཀྱི་ད་འདི France གི་རེད་ཨ་རིག་གི་ད་གང་ཐང་གནམ་མང་གི་གནམ་གྲུ་སྐེ་དྲག་ཆེན་མོ་དེ་འདྲ་ཡོད་པ་རེད་བ་ད་དེ་ཚོ་ཡིན་ན་ད་བྲོས་ཀྱི་ཐོག་ལ་དེ་ཚོ་དམག་རྒྱག་པའི་སྐབས་སུ་དེ་ཚོ་ཡིན་ན་གཟིམ་ཐུག་གི་ཡོད་བ་ད་གང་ཐང་དེ་ག་ཟིག་གི་ཤུགས་ཆེན་པོ་ཡོད་པའི་ནི་ཚོའི་དཔྱད་བཤད་དེ་གི་འདུག།